ཡང་སྐབས་སྐབས་ལ་ཡང་ང་ཚོ་སྤྱིར་བཏང་གི་མི་དམངས་དཀྱུས་མ་གི་དོན་དུ་བསམ་ཚུལ་རྒྱུས་ལོན་ཟིན་ན་མི་འདུག་ཡང་དཔེ་ཀློག་གི་དོན་དུ་རིན་ཐང་དེ་ངོ་སྤྲོད་བྱེད་ཡ་གི་ཆེད་དུ་མི་དམངས་དཀྱུས་མ་སྐད་བཏང་ཡ་འདི་འདྲའི་གི་དོན་དུ་ལས་རིམ་གཅིག་ཡིན། དེ་ནི་ལྷག་པར་དུ་ང་ཚོ་ངོ་མ་ཡིན་ན་ཡ་ཟླ་བ་རེ་རེ་ལ་དེ་མཐུན་དཔེ་ཀློག་རིགས་རིམ་རེ་རེ་བྱེད་གི་ཡིན་ཟེར་ཡ་གི་དམིགས་ཡུལ་གཙོ་བོ་གཅིག་ག་རེ་རེ་ལ་ཡིན་ན།

གདན་ས་ཆེན་པོ་ནས་ཡང་ལོ་བཅུ་ཕྲག་གི་རིང་ལ་ནི་གལ་སྲིད་ན། སྟབས་ཅིག་སྣང་མཆེད་དང་དེའི་ནང་བཞིན་གྱི་ཚན་རིག་གི་སྐོར་ལ་སློབ་སྦྱོང་བྱས། ཨན་དེའི་ནང་བཞིན་གྱི་ཡ་རྒན་ལགས་ཀྱི་ད་ལྟ་བརྩམས་ཆོས་མང་པོ་ཅིག་བརྩམས་ཡོད་རེད། རྒན་ལགས་རང་གི་ཐོག་ནས་མ་ངོ་སྤྲོད་གནང་གི་རེད། ཨ་ནི་ང་ཚོ་སྐུ་མགྲོན། བྱམས་པ་ཅིག་ལ་ཡང་མཁའ་འགྲོ་ལ། ཨ་ནི་འཁྲུངས་ས་དེ་ཡང་བོད་ནས་འཁྲུངས་བྱས་ཨ་ནི་ད་ལྟ་ཡོད་ཅིག།

ཨ་ནེ། ད་ངས་ཁྱེད་རང་དང་ལ། ཧིན་དུ་དང་ནང་པའི་གསང་སྔགས་གཉིས་ཀྱི། བར་གྱི་ད་ལྟ་དགོངས་པ་རྣམ་བཞག་དང་དེའི་ག་ལ་ད་ནི་ཚིག་རིས་ནང་ལོགས་ལ Contra Mechanics གི། རྣམ་བཞག་དེའི་ག་ལ་གདམས་པའི། བརྩམས་ཏེ་ཕྱི་ནང་གི་གསང་སྔགས་དང་ཚད་ཐུང་གི་ཁམས་སུ། གཙོ་དོན་བཞི་ཐོག་མ་དུས་ཀྱི་ནས་པར་འབྲི་ཞུས་ཡོད་ལ།
Leslie།

ནང་ཆོས་སྲོག་རླུང་ཁ་ཤོ་འདྲ་བོ་དེ། ང་ཚོའི་སྐད་ཡིག་ནང་ལ་མལ་ས་སྐྱེས་ནས་ལ། དེ་ནས་ཡང་ཅིག་ཤིང་ཚོང་ཁོ་རང་ལ་བློ་ཤེས་གསར་པ་ཡང་བསྐྲུན་དོ་ཡག་གི། ཚོང་ནང་དུ་མ་སོང་ན་གསར་པ་ཞིམ་དོ་ཡག་གི་དེ་འདྲའི་གི། སྲོག་རླུང་བཏང་ཨ་ད་ནང་པ་དུ་མང་ཆེ་བ་ཅིག་ཚེ་རིག་གི་ནང་ལོག་ནས། འགྲེལ་བཤད་ལེན་ཡག་དང་གཉིས་པ་དེ་ནི་ཧིན་རྡུ་གི་གསང་སྔགས་རེད། བོད་གངས་ཅན་ལྗོངས་གངས་ཤུད་རྒྱུ་རིས་མ་བྱས་པའི་གི་གསང་སྔགས་ནང་ལོག་ལ་མཁས་པ་གང་མ་ཚོས་འདི་ཚོ་ག་འདྲ་ཡོད་མེད་ཟེར་ཡ་དེ་འདྲའི་སྐྱ་སྐྱ་ཅིག་བྲིས་བསྡད་དུས་དགའ་ལ། དེ། བོད་ནང་ལོག་ཡིན་པ་ཡིན་ན་དཔེར་ན་ངའི་འདས་དང་པོ་དེ། དབུ་མའི་སྟ་གོན་ལ་ཚེ་རིང་རྣོ་ཞེས་ཏེ་བོད་ནང་ལ་དཔར་སྐྲུན་ཐེངས་མ་གསུམ་བྱས་ཚར་བ་ཅིག་རེད། ཨ་ནེ་དང་ད། ཚེ་རིང་དང་ད། དགེ་བཤེས་མ་ཚོ་ལ་བཀྲིས་ཡག་གི་ཚེ་རིང་རྩོམ་འདེགས་དེ་བོད་ནང་ལ་དཔར་སྐྲུན་ཐེངས་མ་གཉིས། དེ་རག་ནང་ཆུང་བ་འདྲ་དེ་དཔར་སྐྲུན་ཐེངས་མ་གཉིས། ད་དང་ད་དཔར་སྐྲུན་འགྲོ་བཞིན་པ་དེ། དཔར་སྐྲུན་བྱས་ནས་ད་ད། བོད་ནང་ལ་ད་ཚོང་འགྲོ་འགྲོ་བཞིན་པ་དེ་དང་ད། ཕྱི་ནང་གི་གསང་སྔགས་དང་ཚད་ཐུབ་གཉིས་སྐོར་འདི་རེད། འདིའི་ནང་ལོ་ཧིན་རྡུ་གི་གསང་སྔགས་དེ་རྒྱ་ཆེན་པོ་བྲིས་བཞག་ཡོད་པ་ཡིན་ཙང། བོད་ནང་ལ་དེ་སྔའི་དེ་འདྲའི་མེད་རོགས་ད།

དེ་ཙམ་ཡིན་དུས་ག་ལ། འདི་ཡི་གེ་མུར་ཙམ་གསུང་མ་ནོར་ཞེས་ང་ཚོས། ཤིང་གཙོ་བོ་གི་ནང་ལ་མ་འོངས་པ་བརྩམས་གང་འདྲ་ཞིག་བྲིས་དགོས་དང་མ་དགོས་བྲིས་ཡག་གི་ཀུན་སློང་གང་འདྲ་ཞིག་གླས་དགོས་དང་མ་དགོས་ཟེར་ཡ་དེ་གཙོ་བོ་ཤིང་གཙོ་བོ་ལ་མ་འདང་ས་ཡང་ན་མགོ་མ་ཚུད་ས་ཡང་ན་ང་ཚོས་ཤིང་གཙོ་བོ་ལ་ང་ཚོའི་སྐད་ཡིག་ནང་ལ་མལ་ས་བཅད་ནས་ལ་གར་གནས་དགོས་གི་འདུག་འདི་ལྟ་ཐོབ་པ་ཡིན་ན།

ཕྱི་རྒྱུགས་དྲུག་འོག་གི་ཨ་མའི་ལྟ་བ་དེ་སྔར་ཁོ་རང་ཚོ་དགོན་པ་ཁོ་རང་རང་ལ་ཕར་ཕྱིན་ནས། དགོན་པ་སོ་སོར་གྱི་དཔེ་ཁྲིད་དགེ་རྒན་འདུས་ནས་དཔེ་ཁྲིད་ཞུས། དོགས་གཟིགས་བྱས་ནས་མར་བྲིས་ཡོད་དུས་ག་ལ་ད་ལྟའི་ཆོས་ལུགས་ལ་ཁོང་ཚོ་དགོས་ཡ་དེ་འདི་ཡིན་ཟེར་ད་ཆོས་ལུགས་ཆ་ཚང་གི། ཨ་ནི། དེ་ཡང། སོ་སོ་གྱིས་རང་མོས་ཀྱིས་བྲིས་བཞག་པ་མ་ཡིན་པར་ཆོས་ལུགས་ཚང་མས་འོ་ད་འདི་ཡག་པོ་འདུག་ཟེར་ཡ་གི་ཐོག་ནས་བྲིས་བཞག་འདུག། ཡིན་དུས་ག་ལ་ད་འདི་ཡིན་གྱི་མིན་གྱི་ང་ཚོས་གཞུང་འབྲེལ་གྱི་ཐོག་ནས། ཨ་ནི་དབུ་འབྱེད་བྱས་ཐོག་ནགས་བྱས་ནས་སྔན་མ་ཉིས་སྟོང་བཅུ་གསུམ་ལོར་ལ་ང་ཚོའི་དམངས་གཙོ་དུས་བཞིར་ག་ལ་དབུ་གཞུང་འབྲེལ་གྱིས། ཨ་དབུ་འབྱེད་བྱས། ཨ་ནི་ཆུ་རེའི་དཀར་ལས་རང་གི་དེ་ཀུན་འདུས་ལས་ཡར་དོ་ཟེར་གྱིས་ནས། ཨ། ཡར་འདྲ་བ་ཞུས་ཏོ། ཀུན་འདུས་ལས་ཡར་དོ་ཟེར་གྱིས་གཉིད་སད་ཕུད་ནས། འདི་འདྲ་ཞེས་བརྩམས་ཏོ། ཨ་ནི། ཨ། སྐུ་གེ་སར་དག། བྲུན་ཆེ་དང་སོགས་ལས་ཡར་ཞུས་ནས། ཨ་ནི་འདི་མཇལ་ཁ་ཞིག་གནང་ཐོག་ན་ཡག་ས་རེད་ཟེར་གྱིས་ནས། ཨ། སྐབས་དེ་དུས་ཀུན་འདུས་ཀྱིས། ད་ག་ར་ང་མཇལ་ཁ། རག་པ་རེད། མཇལ་ཁ་རག་ནས་ཀུན་འདུས་ལས་ཡར་ང་ར་ཕུད་རྒྱུ་ག་ལ། ཨ་ཀུན་འདུས་ཞེས་བག་གི་ཐོག་སྙན་པོ་བྱས་ནས། ཨ་ཁེ། ད་ངས་ཡག་ཀུན་འདུས་མཇལ་ཁ་མ་རག་ངས་ནི་ཡང། དེ་དངོས་གནས་ཡར་ཕུད་ཚར་རེད། ང་ཡང་རྒྱལ་ཁ་ར་དུས་ག་ལ་ཡག་ཅིག་ཕུད་གི་ཡིན་ཀུན་དུས་རུང་བ་དེ་དུས་ག་ལ་ཀུན་དུས་ཁོ་ར་རང་གི་སྐྱོ་ཚེ་ག་ལ་ཁྱོད་བསྡད་དེ་ངའི་སྐྱོ་ཚེ་ག་ལ་དེ་བཞག་བཞག་ཡོད་ད་ཟེར་ཀུན་དུས་ཁོ་ར་གི་སྐྱིལ་མ་ནི་མེ་སྟག་རྒྱག་ནས་བཞག་འདུག་ང་འདི་བར་དུ་བློ་ཚ་ཡེ་ཟིག་བྱས་ནས་དེ་ནས་སོང་སོང། ཨ་འདི་ཞེ་དྲག་ཡག་པོ་འདུག་ཨ་ནི། ད་མ་འོངས་པ་ལ། ད་ནི། གསང་སྔགས་ལ་ཡག་ད་འདི་འདྲ་བོ་བྱས་ནས། གཙོ་བོ་དང་ན་གསང་བ་འདི་པ་དེ་རྨང་གཞི་ཁོག་ཐོག་ལ་ཨང་དེའི་སྒང་ལ་ཆུ་ལུག་ཞལ་ནག་གི་རྗེན་འདྲ་བ་བཏགས་བརྟན་པོས་བཏགས་ནས་ཇི་འཕྲོ་དེ་འཐོར་ན་ཡག་པོ་ཡོད་རེད་ཅེས་ནས་བཀའ་གནང་བ་རེད། ཨང་ཀི་དེ་བཀའ་གནང་བ་ན་ཞིག་ཅེས་ནས་ད་ཉེ་ཆར་ད་ནངས་གོང་དུ་ཞུས་པའི་ན་ཕྱི་ནང་གི་སྲོག་སྔགས་དང Quantum Mechanics དེ་ག་ལ་བསྣན་ནས་བྲིས་ནས་ཀུན་ཏུ་ལས་ཡག་ཕུལ་བཞག་པ་དེ་ཡང་ན་ནིང་རྡོ་རྗེ་དེ་གསུང་ཆོས་སྐབས་ལ་ཀུན་ཏུ་ལས་ཡག་ཕུལ།

ཁོང་ཚོས་ཀྱིས་བསྒྱུར་བཅུག། དབྱིན་ཇིའི་ནང་ལོག་ཡོད་རྒྱུ། ཧིན་དྷི་དང་སངས་སྐི་རི་ནང་ལོག་ཡོད་རྒྱུ་ཚང་མ་བོད་ཡིག་ནང་ལོག་ཚུད་བསྒྱུར། འདི་བོད་ལ་ཕར་བཏང་བཞག་པ་ཡིན་ན་ང་ཚོས་བོད་ལ་དངུལ་སྤྲད་ནས་རག་པ་བཟོ་ཐུབ་མ་རེད། འདི་ང་ཚོས་ད་རག་པ་བཟོ་ཐུབ་ཡང་ཡུན་མི་འདི་འདི་རེད། རག་པ་ནང་ལོག་ནས་རག་པ་ཆོག་ཏུ་བྱེད་པ་དེ་ཨ་ནི་ནོ་ལེ་ཇི་ཏྲེ་དེ་བརྩིགས་ཡོད་པ་ཡིན། ད་འདི་ངེད་ཀྱི་ན་ནིང་ནས་འགོ་བཙུགས་པ་ཡིན། འགོ་བཙུགས་པ་ཡིན་དེ་ད་བང་ལོག་ལ་ན་ཚ་རེ་ཤོག་ཆེ་རེ་བྱིན་ང་རང་ཡང་ནད་པ་ཆགས་ཨ་ནི་དེ་ནིང་པར་རག་ལས་ཀ་སྤེལ་ས་འགག། ད་ངེད་ཅག་ཟླ་བ་གསུམ་གྱི་རྗེས་ལ་ད་ཅིག།

གར་ཁོང་ཚོས་དོ་སྣང་བྱེད་ཀྱི་འདུག་གར་ལ་འགུག་འདུག་ཀྱི་གཞན་དག་ནང་ལ་ཡོད་བསྡད་པ་གར་འདུག་དེ་ཚུར་ལེན་ནས་བེད་ལ་པ་བཏང་ཡག་གི། ལས་གཞི་དེ་རེད་དེ་རྒན་མོར་བསྟན་པ་ལ་ང་རང་ལོ་ཙཱ་བ་ཡིན་པའི་ལས་གཞི་མ་རེད་ལ་ང་རང་ལོ་ཙཱ་བ་བྱེད་ནས་འགྱུར་ནས་བསྡད་ཡག་དེ་ཡིན་མ་རེད། ང་ཚོའི་ཤི་ཚོགས་ནང་ལོ་ཙཱ་བ་ག་ས་མང་མོ་ཅིག་ཚུར་ང་ཚོའི་གི་ཚོགས་པ་ཞིག་བཟོས་དུས་ནང་ལོ་ཚུར་བེད་ཨ་ངས་ཁོང་ཚོའི་ལ་ཤུ་ལས་ངུ་རེ་རེ་ལ་གོ་མོ་ལྔ་བརྒྱ་ལྔ་བརྒྱ།

བོད་ནས་ངེད་ཀྱིས་འགྱུར་དགོས་ཡག་གི་གཞུང་ཚང་མ་ངེད་དེ་ནང་ལ་བཏང་ཡོང་གི་ཡིན། ཨ་ཁྱེད་རང་ཚོ་གིས་འགྱུར་ཐོ་ཡག་ག་ཡིན་པ་དང་སོ་སོས་ཀྱིས་གདང་ཁ་བྱེད། ཨ་གདང་ཁ་བྱེད་འགྱུར་ཞུ་དོ་འགྱུར་ཚ་དོད་ག་ནས་ང་ཚོ་ལ་ཡ་བཏང་ཡོད་དུས་ག་ནས་ང་ཚོ་ལས་ཧོང་ནས་ཞུ་དག་བཏང་ལྟ་སྟངས་འདྲི་བསྡད་ཡོད་ན་ཨ་ནི་ཤོག་ལས་ངོས་རེ་རེ་ལ་གོ་མ་ལྔ་བརྒྱ་ལྔ་བརྒྱ་ཅིག་ཨ་ཐུགས་རྗེ་ལན་པོ་གི་ཚད་ལ་བུ་ཡ་དོགས་སུ་བྱིན་ནས་གཏན་འབེབས་བྱེད་དུས་ག་ལ་ད་ལྟ། ངས་དེ་དེ་ནང་ལ་ད་ལོ་ཙཱ་བ། ཚང་མ་ལོ་ཙཱ་བ་ཡེ་ཤ་བྱེད་ཀྱི་ཡོད་ག་ད་དེ་ལོ་ཙཱ་བའི་ཚོང་ཆས་ཟེར་ནས་ད་དེ་ནང་ལོ་ལ་མི་བརྒྱ་མ་ཟིན་ཙམ་ཞིག་ཕེབས་ས་དོ། དེ་ད་ང་ད་ད་འདི་ང་ཚོའི་དེ་གི་བགྲོ་གླེང་དེ་བཞག་ཚར་བ་དང། ངས་ཁོང་ཚོའི་ལ་དྲ་རྒྱ་བཅོས་ནས་ད་ད་དེ་པི་རེ་ཡ་བ་ཅང་ཅང་ཅིག་བཏང་ཡ་རེད་དེ་གོ་དེ་བཟོ་དེ་བྱེད་ཚར་ངས་དེ་བྱེད་ཚར་དུས་ཀ་ལ། ཁོང་ཚོས་གི་ད་ཁ་བྱེད་འགྲོ་གི་རེད་བྱེད་ཚར་གང་ལྟར་ད་འདི་ལས་གཞི་དེས་དངོས་གནས་གི་བོད་ནང་ལོག་ཡོད་རྒྱུ་བོད་མི་ཚོ་ལ་ཅིག།

དངོས་གནས་ཀྱི་ད་སོ་སོ་གྱི་ད་ལྟ་བར་དབྱིན་ཇི་འདྲ་བ་རྒྱང་བཀལ་གཉིས་པ་ཅིག་ཡོད་པ་ཡིན་ན། དེའི་གི་བརྗོད་ནས་རིག་གནས་གཞན་དག་ན་ལོ་རླུང་ཐོ་ཡས་ཅིག་ཡོད་པ་ཡིན་ན། དངོས་གནས་ཀྱི་ཨ་ལ་ངེས་ལ། ད་དེར་ཁ་ཐུག་ང་ཚོ་གཞི་མ་དྲག་ད་ད་སྔ་དྲག་ཡོད་མ་རེད་དེ་འདི་གཅིག་བྱས་ནས། ང་ཚོའི་ལས་གཞི་ནང་ལ་ཞུགས་ཨ་ང་ཚོའི་ལས་ཚུལ་འགྱུར་དེ་གས་དེ་ང་ཚོའི་ལས་ཚུལ་ཕུལ་ཐོབ་ཨ་གནང་ཐོབ་པ་ཡིན་པ་ཡིན་ན། ནི་ང་ཚོའི་ཐད་ཀར་འདི་འདི་བས་ལ་བར་སྟངས་ཐོ་ཡས་ཀྱི་ལང་ཀ་དུ་མ་གསུམ་ཆ་ཚང་ཡོད་དེ། དེ་འདྲའི་གྱི་ཡིག་གེ་མོར་བསྟན་པ་ལ་ད་རྩ་བའི་ངེད་ཀྱི་ལས་གཞི་དེ་གི་རྒྱ་གཞུང་གི་དམིགས་ཡུལ་དེ་དེ་འདྲའི་གྱི་ཡིག་ཏུ་ག་ལ་ད་རེས་གོ་སྐབས་འདི་བརྒྱུད་ནས་ང་ཚོའི་རྒྱ་གར་ནང་ལོགས་དང་གཞིས་བྱེས་ཡུལ་མཁན་ཚོས་ངེས་པར་དུ་ལས་གཞི་འདི་གི་གནད་འགག་འདྲ་པོ་དེ་གཅིག་ཆེ་མཐོ་སྣང་བསམ་པ་འོ་དེ་འདྲའི་གྱི། ལ་སོགས་རྒན་ལ་ཐོ་ཆེན་ལ་ད་ད་ད་ད་ད་གོང་མའི།

མི་བཞི་ཐོངས་པ་གྱིས་ར་རོ་བྱས་ན་ད་ཁོང་ཚོའི་ལ་བླ་ཤ་ཡག་པོ་ཕུལ་བ་བྱས་རེད་བླ་ཤ་མ་ཕུལ་ད་མི་སུ་ཡིན་ན་བདེ་མ་ར་བ་ད་དེར་ཁ་སོ་ལྷག་བསམ་ཟས་ཚིག་སྤྱི་བོ་དེ་གི་འདང་གི་མེད་པ་ཡིན་ས་ཁྱེད་ད་དེ་འདྲིའི་གི་ཐོག་ལ་ཡང་མ་འོངས་པ་ལ་ང་ཚོའི་སྤྱི་ཚོགས་ནང་ལོག་ལ་སྦྱིན་བདག་བཟོས་ཐུབ་ངེས་ངས་མི་ལེ་ཤས་གཅིག་ལ་ངའི་ཟླ་བ་བླ་ཤ་ངས་སྤྲད་གི་ཡིན་ཟེར་ཡ་འདྲ་བ་ལེ་ཤས་གཉིས་ལ་ངས་གནང་གི་ཡིན་ཟེར་ཡ་འདྲ་བ་དེ་འདྲིའི་ད་གཙོ་བོ་གཞིས་བྱེས་ཡུལ་གྲུ་ཁག་ནས་མ་གཏོགས་རྒྱ་གར་ནང་ལ་ཁ་བོ་བྱེད་གི་རེད་དེ་འདྲིའི་རོགས་པ་གནང་ཐུབ་མཁན་ཡོད་པ་ཡིན་ན་དེ་རོགས་པ་གནང་ཡ་དེ་ཐད་ཀར་རང་གི་ད་ང་ཚོའི་བའི་མི་རིགས་ཀྱི་མཁས་པའི་དང་འབྲེལ་བ་ཆེན་པོ་ཡོད་བསྡད་པ་དེ་འདྲ་ཞིག་འདུག་ག་ལ་ངས་བལྟ་ན། རིམ་པས་རིམ་པས་ཏན་ཏན་ཡོང་གི་རེད་བསམ་པ་ཞིག་འདུག་མང་པོ་ཅིག་གིས་ད་ས་གནས་ས་གནས་ནས་སྐད་ཆ་དྲིས་མཁན་མང་མང་འགྲོ་གི་འདུག་ཁྱོད་རང་དཀའ་ངལ་ག་རེ་འདུག་རྒྱ་ཤོག་དགོས་ན་ང་ཚོས་ག་རེ་བྱེད་དགོས་འདུག་གསུང་མཁན་མང་འགྲོ་འདུག་ག་ལ་ཁྱེད་ཅག་དེ་རིང་གོ་སྐབས་འདི་བརྒྱུད་ནས་ཅིག་ཅིག་ཞུས་བཞག་པ་ཡིན་ན། ད་ག་ན་ང་ཚོའི་ལ་གཙོ་བོ་འགག་བསྡད་ས་གཅིག་རེད་ད་མ་འོངས་པ་ལ་ག་རེ་འགག་གི་རེད་ཟེར་ན།

ཨ་ནི་ད་ང་རང་གིས་དང་པོ་མདོ་བསྡུས་དང་ཨ་ནི་བློ་སྦྱོང་གང་བྱེད་ཅི་བྱེད་འོས་མེད་ཅིག་ཅིག་བྱེད་འོས་སམ་ཟེར་བ། ཨ་ང་རང་མི་ལ་སོ་ན་མཁའ་འགྲོ་ཆེ་ད་ད། ཆུང་ཆུང་ག་ནི་སྐྱེ་ས་དེ་ད་ཁམས་དཀར་མཛེས་ཆེ་ཡི་འདུར་བ། ཨ་ནི་དེ་ནི་དཀར་མཛེས་དེ་འདི་ག་སོ་སོ་གི་ད་བློ་སྦྱོང་གི་བགྱི་རིན་གྱི་ཡོད་ར་ད་བས་ནི་ལ་འཛི་ར་དང་པོ་ནི་དྲུག་པ་མི་ཤི་དྲོད་ཡ་ར་དྲུག་པ་ནི་དགུ་བ་མི་ཤི་བློ་སྦྱོང་བྱེད་ཀྱི་གོ་སྐབས་ཧང་སང་ཡག་པོ་བྱུང་ཟེར་བ། ད་རྒྱ་ཡིག་ཐོག་ནས་ཡིན་ན་རེད་བོད་ཡིག་ཐོག་ནས་ཡིན་ན་རེད་གོ་སྐབས་དཔེ་ཡག་པོ་བྱུང་སོ། དེ་ནས་ད་ཉིས་སྟོང་དགུ་ལོ་ལ་ད་སོ་སོ་གི་ད་ཐག་བྱས་ནས་ནང་མི་ཉོ་འདི་དྲི་དེ་བྱས་ནས་ད་རྒྱ་གར་ལ་ཉིས་སྟོང་དགུ་ལ་སླེབས་རོ། ད་ཉིས་སྟོང་དགུ་ལ་སླེབས་ནས་ད་ང་ཚོ་དེ་ལས་དེ་ཁ་ས་བཙན་སྐྱོང་ལ་ལས་དེ་ཁ་ས་གོང་ས་མཆོག་གི་བཀའ་དྲིན་དང་བོད་གཞུང་གི་བཀའ་དྲིན་བརྟེན་ནས་ང་རང་སུ་ཇཱ་སློབ་གྲྭ་ལ་འགྲོ་ཡ་གོ་ཁ་བྱུང་སོ་ར། ཨ་ནི་སུ་ཇཱ་སློབ་གྲྭ་ནང་ལ་ལ་ད་ང་ཉིས་སྟོང་དགུ་ནས་ཉིས་སྟོང་བཅུ་གསུམ་བཞི་ད་སུ་ཇཱ་སློབ་གྲྭ་ནང་སློབ་སྦྱོང་བྱས་པ་ཡིན།

སྔས་མ་ནམ་ཞིག་ཚིག་ཕྱི་དུ་གོ་མ་རང་ན་ཚ་དེ་བྱས་ནས་ཡིན་ན་ཡང་ཐང། དྲ་རྒྱ་ཐོག་ནས་ལ་ད་ད་གི་འཛི་དྲ་དང་མི་མཐུན་ནས་ད་ག་རང་འགྲོ་བསྡད་ཡོད་རེད་ལ་ཞུ་ཡི་རེད་བ། ཨ་ནི་ད་ད། ཅི་དེ་ག་ཞུ་ད་ད་ང་རང་གི་ད་ག་ལོག་རེད་བསྡད། ཆུང་ཆུང་ཞིག་བཏོན་ཡོད་རེད་བ་ད་ད་ར་བཏོན་ཚར་ཟེར་རེད་ད་ད་བ་ཅི་མི་ཞིག་འགྲོ་དགོས་མ་རེད། ད་བསྡད་དེ་རྒྱ་ཡིག་རྨོངས་ཤིག་བཞག་ཡག་གི་དེ་བྱུང་ལ་ནས་ལ་བསྡད་ཅིག་ད་ག་ར་དེ་བཏོན་ཡོད་རེད་བ། ཀྱི་དེ་དེ་རེད། ནི་ད་དེ། སྟོན་དགོས་པའི་རྒྱུ་མཚན་ང་རང་གིས་ཅིག་བཤད་པ་ཡིན་ན་ར། ད་ཅིག་དེ་ད་ང་ཚོ་ག་དེའི་ནང་ལ་བཀའ་བློ་འདི་གོང་ས་མཆོག་གིས་གསུང་གི་རེད་ད་ང་ཚོ་གཞན་བཤོས་ཚང་མ་གི་སོ་སོ་གི་སྐད་ཡིག་ད་ཡིན་པ་རེད་དེ་གཞན་པ་སྐད་ཡིག་ག་ཚད་ཤིང་བས་ན་དཔེ་ཡག་པོ་ཡོད་རེད་ལ་ནི་ད་མི་སེར་གི་རྒྱ་ཡིག་ཐོག་ནས་ལ་གོང་ས་མཆོག་གིས་ན་རྒྱ་ཡིག་ལ་དོ་སྣང་སྤྲད་དགོས་ཡ་རེད་ད་འདི་མང་པོ་ཅིག་གསུང་ནས་ད་ང་རང་གིས་གོང་ས་མཆོག་གི་བཀའ་ལ་བརྟེན་ནས་ནི་ང་ཚོ་དེ་དེ་དེ། བྱས་པས་ན་སོ་སོ་གི་ཀ། ག་ཚད་བྱེད་མ་ཐུབ་པས་ན་ཀ་དེ་འགྲུབ་བོར་རོ་ཨ་དེ་ཕྱིན་ནས་ང་རང་དེ། དེ་ཆུང་ཆུང་དེ་སྤྱི་གཙང་བའི་རོ་ཨ། ད་གཉིས་པ་དེ་ད་ང་ཚོ་དེ་རང་ཉིད་ཤུ་རྩ་གཅིག་ལ་ཆ་ཆགས་པས་ན་ཤུ་ཚོ་ནང་ལོ་ལ་སྐད་ཡིག་ཚང་མ་དཔེ་གལ་ཆེན་པོ་རེད་ད་གཅིག་དང་གཉིས་ལ་མ་ལའོ་བྱེད་རོ་ཨ། སྐད་ཡིག་ཚང་མ་དཔེ་གལ་ཆེན་པོ་རེད།

ད་ང་རང་ཡིན་ན་རྒྱ་ཡིག་དང་དབྱིན་ཇི་བོད་ཡིག་ཚང་མ་ཡག་པོ་ཡོད་མ་རེད་ནས་རང་གིས་རང་གིས་ཨ་ནི་བསྡད་དེ་རོགས་པ་དེ་ཚོ་ལ་སྐད་ཆ་དྲིས་སོ་སོས་སྐད་ཆ་དྲིས་དྲིས་སོ་སོ་གིས་སྐད་ཆ་དྲིས་ཀྱིས་དྲིས་ཀྱིས་ད་ལྟ་བསྡད་དེ་ད་ང་ཚོ་ད་སྟོད་ནས་ཟླ་བ་གཅིག་ཕ་ཤེལ་འགྲོ་དགོས་རེད་བ། ཨ་ནི་མི་ཚང་མ་གིས་རྒྱ་སྐྱོར་དང་དཔེ་ཡག་པོ་བྱས་ཟེར་ར་ཨ་ནི་བསྡད་དེ་ད་དཔེ་ཡག་པོ་མི་ཚང་མ་གིས་དཔེ་དེ་རྒྱ་སྐྱོར་དང་འདི་འདྲས་བྱས་ནས་ད་ད་བསྡད་དེ་ཨ་འདྲས་འགྲོ་ཅིག་འགྲོ་དང་འགྲོ་བཞིན་པ་ཞིག་རེད་ལས་ཀྱིས་ཨ་ནི་འདྲས་འགྲོ་ཅིག་རེད། ད་བྱས་ན། ད་བྱས་ན་ག་འགྲོ་ལ། ད་བྱས།

དེ་ནི་ཅི་རིགས་གང་ལ་སྐད་རིགས་ཆེན་པོ་གཅིག་ལ་གཏིང་དགོས་ཀྱི་ཡོད་རེད་སྤྱི་ཚོགས་ཆེན་པོ་གཅིག་ལ་མཉམ་དུ་གྲོས་དགོས་ཀྱི་ཡོད་རེད་དེ་ནི་ལྷག་པར་དུ་ཕྱག་ལས་རྒྱ་ཆེན་པོ་གནང་ཡ་གཅིག་གི་བསམ་བློའི་ཐོག་ན་སྐད་ཡིག་གི་ཆ་རྐྱེན་དེ་མེད་ན་གྲོས་ཐུབ་ཀྱི་ཡོད་མ་རེད་དེ་འདྲའི་གི་ཐོག་ནས་ཡ་ནི་ཁྱེད་རང་གི་ཡ་འདི་རྒྱ་ཡིག་རྒྱ་སྐད་དེ་གལ་ཆེ་ཡ་གཅིག་གཅིག་ད་གཞན་པ་གཅིག་གི་ཕྱོགས་ནས་བཤད་ན་ཡ་ནུབ་ཕྱོགས་འདྲ་བོ་ཆགས་ཆགས་ཡིན་ན་རྩ་བའི་རྒྱ་མིས་མི་རིགས་ཟེར་ཡ་དེ་མི་འབོར་ཆེན་པོ་རེད། དེའི་ནང་བཞིན་གྱི་སྐད་རིགས་ཆེན་པོ་རེད། དེ་འདྲའི་ཆེ་རིགས་གང་ལ་དགའ་བ་ཡིན་ན་ཡང། རྒྱ་ཡིག་སྦྱར་གྱི་ཤེས་རིག་གང་ལ་ཐ་ན་སོ་སོ་འཚོ་བ་གི་ངེས་གཏན་ནས་བྱ་ཡ་ན་ར་ལམ་སང་ཅིག། འགྲིག་འགྲོ་ཡ་གི་ཆ་རྐྱེན་དགོས། ལས་ཀ་གི་ཐོག་ནས་ན་ར་འགྲིག་འགྲོ་ཡ་གི་ཆ་རྐྱེན་ཅིག་ཆགས་བསྡད་ཡོད་རེད་དེ་ཆེ་རིགས་གང་ལ། ཟབ་ཡིག་དང་ད་རྒྱ་ཡིག་སྦྱར་གི་དེ་དཔེ་གལ་ཆེན་པོ་རེད་དེ་ཡིན་ན་ཡང་བཙན་ཤེད་ཀྱི་ཚོགས་ནང་ལ་དྲངས་པ་བྱས་ན། ད་ལྟ་བར་དུ་ཅིག་རྒྱ་ཡིག་སྦྱར་གི་དེ་འདྲའི་གི་དམིགས་བསལ་གི་ཡ་དགེ་རྒན་བྱས་བྱས་ནས་གི་ཆེད་སྦྱོང་བྱས་ནས་གི

ཨ་ནི་ཤོ་སོག་གི་ཤོ་ཚོ་ན་ག་རུ་དགོས་གི་འདུག་ལ་ཨེ་ཅོ་ར་དེ་ལ་ལྟ་ནི་བདེ་ཅིག་ཙག་བི་ན་པའི་ཕན་ཐོག་ཡོད་ས་རེད་འགྲོ་བས་ཁོ་རང་གིས་ཨེ་འདི་ཅིག་གསུངས་སོ་ལ་ང་རང་དང་རང་རེད་ད་བཙན་བྱོལ་ནང་ལུགས་ལ་ད་ང་ཚོ་གི་ད་ག་ལ་འོ་རེད་ད་རྒྱ་ཡིག་གི་བདེ་ལ་རང་མང་པོ་ལ་ན་ད་གོང་ས་མཆོག་གིས་ཤ་བདེ་ཚང་མ་ང་ཚོ་ཐེ་ཝན་དང་དེ་གཞན་པ་དེ་ཚོ་གི་རྒྱུ་ནས་ཚོ་ད་མགོ་རུ་ཨ་ཡིན་ན་དེ་ད་ང་ཚོ་རྒྱ་ཡིག་རྨང་གཞི་བཞག་མཁན་དེ་ཚོ་གི་ཀློག་ཐུག་གི་རེད་ལ་ན་ཀློག་ཐུག་གི་འོ་མ་རུ་ཨ།

ཞང་ངའི་དཔེ་མང་པོ་ཡོད་རེད་ར། སྒྲ་མི་འདྲ་ཡོད་རེད་ནི་རྒྱ་གར་ཁོ་རང་ཚོ་རྒྱ་གར་མི་དེ་ཚོ་ཡང་རྒྱ་ཡིག་ཤ་ཡ་ལ་དེ་རིགས་ཁ་ཤི་དགའ་དགའ་བོ་བྱེད་ངེས་དང་འོ་འདྲི་དགོས་ད་སྒྲ་མི་འདྲ་ཅིག་གླེང་དེ་དགོས་ར། ནི་དེ་གླ་དེ་ག་ཟེར་ང་ཤུ་ཆེ་ལགས་ན་སོ་སོ་གི་འཚོ་བ་ཤུ་ཆེན་པོ་ཞིག་ག་འདྲི་བྱུང་ཟེར་ལགས་ན། ད་སྔན་མ་ང་རང་འཛི་ར་ལ་དེ་དེ་ག་སུ་རྒྱ་ཡིག་ཤ་མཁན་མང་པོ་ཅིག་ད་ང་ཚོ་ཐེ་མ་དང་པོ་ངེད་ཀྱི་ཡི་གེ་བསླབ་དེ་ག་སུ་རྒྱ་ཡིག་ཤ་མཁན་མང་པོ་ཅིག་ཡོད་དེ་ག་སུ་ངས་སྐད་ཆ་དྲི་གི་ཡོད་ཁོ་རང་ཚོ་ལ་ག་ཅིག་ནི་རྒྱ་ཡིག་ཤ་གི་ཡོད་ལ་ནི་ར།

ཡག་པོ་འདུག་ལ་ཁ་ཅིག་ན་ཁོ་རང་བལ་ལ་འགྲོ་དུས་ཁ་སུ་རྒྱ་སྐད་མ་ཤུན་བས་ན་ཟ་ཁང་ལ་འགྲོ་ན་ཅིག་ལ་ཡག་གོ་ན་ལ་མ་ཐོ་ཡ་འདྲ་བོ་དང་སོ་སོ་གི་དབྱིན་ཇི་ཤིང་བས་ན་རྒྱ་སྐད་རྒྱ་ཡིག་ལ་རྒྱ་མིག་ལ་དབྱིན་ཇི་རྒྱ་བས་ན་དེ་ཡ་རྒྱ་མིག་གི་ཡ་དབྱིན་ཇི་སྐད་ཞི་ར་ཤིང་ན་མ་ཤི་རོ་ཡོ་རོ་ཨ། དེ་བི་ཆ་ནས་སོ་སོ་སྐད་ཡིག་མ་ཤི་ན་སྐུ་པ་འགྲོག་ཤི་འདུག་ལ་ནས་ཁོ་རང་རྒྱ་གར་ལ་ཚུ་ལེ་ཡ་ཐ་ཤི་དང་ཡིན་ལ་ཚུ་ལེ་ནས་ད་དེ་ལ་སྐད་ཡིག་ཞང་ཡིག་གི་ཁ་ལ་འོ་ད་རང་དབང་ད་ག་རེ་ཐོ་ནས་ཡོ་བས་ན་ཁོ་རང་གི་སྐད་ཡིག་ཞང་ཡ་དེ་འགོ་བཙུག་གི་འདུག་ཨ།

བ་ཅི། སྐད་ཆ་ཤེས་འདི་ག་སུ་ཁོ་རང་ཚོ་ལས་འདིར་བ། ད་སྐད་ཡིག་གཉིས་ཤིག་འོས་ན་གསུངས་པ་དེ་བཞིན་བས་ན་ད་ད་ལྟ་ག་བ་བྲོས་བས་ན་ད། ད་ད་ང་ཚོ་གི་རྒྱ་གར་ལ་བསྡད་རྒྱུ་བན་རོ་དང་ལྡི་ལི་དེ་ཚོ་བྲོས་བས་ན་ལས་ཀ་ཧང་སང་ཡག་པོ་རག་དགོས་ར་ལ་ལས་ཀ་རག་ལ་པ་བས་ཡང་གླ་ཆ་ག་བས་ཡག་པོ་རག་དགོས་ར་བ། ཡང་ཁོ་རང་ཚོ་སོ་སོ་གི་ད་བཙན་བྱོལ་ལ་འདི་འདི་ག་སུ་ཕ་པིང་རྒྱ་འདི་གས་ཁུག་ཆེ་མེད་འདི་ག་སུ་ཡང་སོ་སོ་སྐམ་པ་ག་ཡང་ལང་འདི་ག་སུ་ཡང་ག་དེ་ན་ད་ད་གས་གས་ལ་ལ་བ་ནམ་ཞིག་རེད་སོ་སོ་གི་ད་ག་ལ་བ་རེད། གླ་ཆ་ལ་ལྟ་ནས་མུང་ཆུ་ཆུ་ལས་ཁ་ཆིག་བོར་བ། དེ་ཡིན་པའི་ཆ་ནས་ཁོ་རང་ཚོ་ཡང་དེ་འདྲི་ལ་ལྟ་ནས་ཡང་ཞང་ཁེ་མང་པོ་ཞིག་ཏུ་འགྲོ་བ། ཧོན་ཀྲིན་རོ་ཅིག་ཆགས་འདུག་ད་ག་ས་ག་ནས་ཞང་ཁེ་དཔོན་མང་པོ་ཡོད་རེད་དོ་ན་རྒྱ་ཡིག། ལས་ལས།
དོལ་ཅེ་ན་ད་རྣམ་པ་གཉིས་ཀ་ཡི་ད་ལྟ་གང་ནས་ཡི་རྒན་ཨང་ཞིག་ཡིན་ན་རེད་ད་ལྟ་བསོད་ནམས་ལགས་ཡིན་ན་རེད། རྣམ་པ་གཉིས་ཀ་གི་ད་ལྟ་བསམ་བློ་གི་རྒྱབ་ལྗོངས་ཅི་ཡོད་རེད་བ་བསམ་བློ་གི་རྒྱབ་ལྗོངས་དེ། ང། དྲན་གསོ་ཅིག་ཐེབས། ད་ལོ་མང་པོ་སྐོང་ལ་དུ་འདྲ་གི། ང་ཚོ་མཚོ་སྔོན་པོ་གི་འགྲམ་དུ་བ་ལ་ཡ་ནོར་བྷེ་ནི་ཡོང་ནི་གི་ནོར་ཝེ་རྒྱལ་ཁབ་ས་ཡ་ཅིག་དུ་བ་དུ་ནི་ཡོང་གིན་གི་ད་འདྲ་གི་ཤེས་རྒྱུ་མགོ་སེར་ཅིག་ཡོད་རེད། ད་ཁོ་རང་ལབ་གྲ་དུ་བ་ལ་ལབ་གྲ་ནང་ལ་ཡོང་བལྟས་ཅི་ནི་གི་དཀའ་ལས་མང་པོ་འཕྲད་ཡོད་རེད་ད་ག་སི་ན་ཁོ་རང་ཅིག་ཕྱིས་པུ་གུ་དུ་བཟོ་ལ་ཡ་ཆིག་ལུག་བྱམས་པ་བརྒྱར་འགྲོ་གི་འདུག་ཟེ་ཡ་དང་དུ་འདྲི་གི་ཅི་ནི་སྐོར་ལ་དཀའ་ངལ་མང་པོ་འཕྲད། ཡིན་ནའི་ཁོ་ཨུ་ཚུགས་རྒྱབ་བཅས་བྱས་ནས་དེ་ནས་བསླབ་གྲྭ་དེ་འདྲ་འཛིན་གྲྭ་ཁྲིད་ད་ཐ་མ་དེ་བསླབ་གྲྭ་ལ་རོགས་པ་བྱས་མང་པོ་བྱས་རེད་དེའི་སྐབས་ལ་ཡང་གསར་འགོད་པ་གི་དེ་འདྲ་དྲི་བ་བྱས་བྱས་ནས་ཁྱོད་ག་རེ་བྱས་ནས་དེ་འདྲ་ས་ཆ་འདི་ལ་ཨུ་ཚུགས་རྒྱབ་ནས་བསྡད་ཡོད་ཟེར་ཅི་རེད་གང་ལ་ཁོ་རང་གི་ལབ་གི་འདུག་ངའི་ལུང་པ་ལ་ང་འདྲ་མུག་པའི་མང་པོ་ཡོད་རེད་ང་དགེ་མཚུག་དེ་ཙམ་ཡོད་མ་རེད་ང་ནང་བཞིན་མང་པོ་འདུག་ས་ཆ་འདི་ལ་ལུང་པ་འདི་ལ་ང་དགེ་མཁོ་འདུག

ཡིག་ཚད་བཏང་ན་ཚུལ་ཇི་སྙེད་དུ་བྱུང། བསླུ་བྱའི་གོ་སྐབས་བྱུང་སོང། དེའི་རྗེས་ནས་ནི་ཝར་ནཱ་སི་ལ་ད་ནི་ཉིས་སྟོང་བཅུ་གཉིས་ལོར་བཙོན་ཡོད། ཉིས་སྟོང་བཅུ་དགུ་ལོར་ལ་དུ་ཤཱ་ཏྲི་དུ་རྫོགས་པ་མཐར་ཕྱིན་པ་བྱས། རྗེས་ནས་ཕྱིས་སུ་ད་སུ་ལ་རམ་འབྱམས་པ་བྱས་འདུག་ད་རྣམ་རྒྱལ་བོད་ཀྱི་ཤེས་རིག་ཉམས་ཞིབ་ཁང་ལ་ནི་གངས་མདོག་ལ་ད་ནའང་དུ་སློབ་བྱས་ཡོད། དེའི་ནང་ལོགས་ལ་ནི་ནང་པའི་ལྟ་གྲུབ་ཁག་ལ་ནི་ཁོང་ཚོ་གི་སྐར་མ་ཆུང་བ་ནས་འབུད་ལེགས། ཨ་ནི་ནང་པའི་ལྟ་གྲུབ་ཁག་ལ་སློབ་སྦྱོང་བྱེད་ད་ལྟ་དབྱིན་ཇི་ནང་ལོགས་ལ་ད་ཕལ་ཆེན་པོ་ཆེ་རྒྱ་གར་ནང་ལོགས་ལ་ངའི་བསམ་པ་ལ་ད་འདི་དྭངས་ཤོས་རུ་ཡིན་སར་ལྟ་གྲུབ་རང་གང་ལ་དབྱིན་ཇི་ནང་ལ་ཡོད་མཁན་གྱི་ཡ་ནི་ལོ་གཉིས་སུ་རྒྱ་གར་གཞུང་འོག་ལངས་ལ་གཞུང་དང་འབྲེལ་བ་ཡོད་ཐོག་ལ་སློབ་སྦྱོང་བྱེད་ཡོད་དགོས་གི་ད། Institute ལ་མཐོ་སློབ་ཐོག་མ་འགྲོ་ཚེ་དང་ནམ་རྒྱུན་དང། ད་ལྟ Delhi University ལ་འགྲོ་དང Pune སྡེ་བ་ལ་ནང་པའི་ལྟ་གྲུབ་ཡོད་ཡ་ཡོད་རེད་ཡིན་ན་ཡང་ལྟ་འདི་གང་ལ་ནང་ནང་ཆོས་དང་ལུགས་རྒྱུད་འདྲ་བོ་མ་གཏོགས་དམིགས་བསལ་གྱི་ཡང་ལྟ་གྲུབ་དང་ཁྲོ་བོ་ཐོ་བས་དེ་འདྲའི་ཐོག་ལབ་ཀྱི་སློབ་སྦྱོང་ཟེར་གྱི་ཡོད་མ་རེད་དམིགས་བསལ་གྱི་དམ་ཚིག་ཆེན་དང་འབྲེལ་བའི་དེ་འདྲའི་གང་ལ་ཡོད་མ་རེད། ནི་དེ་འདྲའི་ད་ང་རང་གི་སློབ་སྦྱོང་གི་བརྒྱུད་རིམ་དུ་དེ་འདྲའི་ཡིན་ད་ད་ལྟ་ང་ཐོན་ཚར་ཟིན་ཟིན་ད་རྒྱལ་བ་ན་ལ་ང

ག་ལ་གང་འཚམ་གྱིས་དཔེ་དེབ་ཀློག་ཡིག་གི་གོམས་གཤིས་དེ་དཔེ་ཉུང་ཉུང་རེད། ས་དེའི་སྤྱི་བདག་གང་ཡིན་ཟེར་བ་ན་ང་ཚོ་ལ་གོམས་གཤིས་དེའི་ཆུ་འཇུས་ནི་མེད་འདུག་ག་ལ་ངས་རེད་དྲན་གྱི་འདུག་རོགས། གང་ཡིན་ཟེར་ན་ད་ང་ཚོ་ཆུ་འཇུས་སྐབས་དུ། རྟ་ཕ་མའི་སོ་རྟ་སྤུ་བོ་ཀྱི་བྱེད་སྟངས་བྱེད་ལུགས་མང་ཆེ་རྟ་ས་དེ་སོ་ཕ་མ་ལ་བལྟ་ཡི་རོགས། ཕ་མའི་གར་ཕྱིན་ན་རེད་ག་འདྲས་ཕྱིན་ན་ད་དེའི་གི་གོམས་གཤིས་ཀྱིས་སྐྱོ་སྟེ་འོ་རོགས་ང་ཚོ་ལ། ཨ་ནི། ཕྱི་རྒྱལ་སྡེ་བ་ཡིན་པ་ནི་ཕྱི་རྒྱལ་ཁབ་ལ་མང་ཆེ་བ་མི་ད་དེབ་ལོ་ཝལ་དང་དེ་འདྲའི་སྐོར་ལ་སྐད་ཤེས་འདུག་ག་ལ་ད་དེབ་ལོ་ཝལ་གལ་ཆེན་པོ་ཡིན་པ་དང་ཨུ་ཟུག་ཀན་ནི་ལོ་བཅུ་ཝལ་དང་དུང་ནི་ལོ་བཅུ་ཝལ་དེ་ཙམ་མ་ཡིན་པ་བྱས་ཨ་ནི་ཁོ་རང་ཚོ་གི་དང་པོར་ལོ་ཨ་ནི་མིག་དཔེ་ལྟོས་ནས་སྤུ་བོ་ལ་ལོ་བཅུ་ཝལ་ཨ་ནི་མཉམ་དུ་དེ་ནི་ལོ་ཝལ་དེ་འདྲའི་སྐོར་ཅིག་མཐོང་གི་འདུག་ག་ཨ་ནི་བྱས་ད་ད་ང་ཚོ་ནུབ་ཕྱོགས་རྒྱལ་ཁབ་ཀྱི་མི་དེ་ཚོ་དང་བསྡུར་བ་ཡིན་ན་ང་ཚོ་ལ་གོམས་གཤིས་འདིའི་ཐོག་ནས་ད་ང་ཚོ་ལ་ད་ག་ལ་ཞན་ཆ་ཞིག་མཐོང་གི་འདུག་དེ་འདྲ་རེད་ད། ང་རང་ཡིན་ན་དྲང་པོ་ཤོད་ཡིན་ན་ནི་སྙན་མ་དེབ་གློ་བའི་དེ་འདྲའི་དགའ་བོ་དེ་འདྲ་མེད་ཕྱིན་ཆད་བསླབ་བྱ་སྐྱིད་སྤུས་ལྡན་པའི་སྐབས་སུ་ད་དེ་འདྲའི་དེབ་གློ་བ་དང་དེ་འདྲའི་དབྱིན་ཁྱུ་ནི་མེད། ཡིན་ན་ཕྱིས་སུ་ཟླ་བར་ན་སི་ལས་འདུག་ག་ལ་ཟླ་བར་ན་སི་ལ་སྤྱི་བཏང་ནི་ཅང་ཆེ་བ་ཡིན་ན་སློབ་ཆེན་གོ་ལ་ལྗིད་ཁོག་ཆེན་པོ་རེད་བ་ནི་ད་ནང་པའི་ལྟ་གྲུབ་ཀྱི་སློབ་ཆེན་ཆེ་ས་དེ་རེད་གཙོ་བོ་དྭངས་ནང་ཞིང་གི་བོད་ཀྱི་རིག་གནས་དང་སྙན་ངག་ལ་སོགས་པ་ད་དེ་འདྲའི་མང་པོ་བྱས་འདུག་ག་ལ་ཨ་ནི་ང་ཚོ་ནམ་རྒྱུན་དགེ་རྒན་དེ་ཚོ་བའི་གསུང་སྐོར་རོལ་བ་ཕར་ལ་བཏབ། བར་སྣང་སྲིད་ལ་བརྩེ་བའི་སྐབས་སུ་ཚང་བཟོད་སློབ་ཆུང་ཆེ་བ་ཡིན་ན་དེབ་དམིགས་བསལ་གྱི་ཏཱ་ཟ་སོགས་ཀྱི་དགའ་མོས་ཆེ་ས་ཀྱི་ཏཱ་དཔེ་དེབ་ག་འདྲི་དྲོ་བོ་གཞན་པ་ཡིན་ན་ཏཱ་དང་པོ་ཐོག་མའི་ལོ་བཞི་དེ་ནང་ལོ་ལ་གཅིག་བློ་ཐོ་ན་བློ་རེད་འོག་མ་འོག་མ་གཉིས་དང་གོང་མ་གཉིས་ཏཱ་འདི་མ་ཡིན་པ་ཡིན་བསྟན་བཅོས་དུ་གོ་བཙུགས་བ་ཡིན་ན་རོགས་བསྟན་བཅོས་ལོ་རིམ་དེ་གོ་བཙུགས་བ་ཡིན་ན་ཏི་ཁག་པོ་ཞིག་གང་ཡིན་ཟེར་ན་སློབ་ཚན་ཁོ་རང་ཇི་དགོངས་ཚ་བོ་ཡིན་འདུག་པ་ལ་ཏཱ་ལྟ་དྲུག་དང་འབྲེལ་བ་ཡོད་རོགས་ཏཱ་གཞུང་པོད་དུ་པོ་ཏི་ལྔ་ནས་ཏཱ་དུ་བ་མ་ཡིན་པ་པོ་ཏི་བཞི། ཚང་མ་ད་ག་ལ་ཙམ་ལྟ་གོ་རེད་ཅེས་གསུངས་དང་བྲལ་བས། ནི་ཏི་ལང་གི་སྐོར་ར་རྒྱ་འདུག་པ་ལ་ཏི་ཁག་པོ་ཡོད་དེར་བཞིན་པ་ལ་དུས་ཚོད་ལྟ་ངན་གྱིས། འདི་འདྲས་འདུག་ད་ང་རང་གིས་ཕ་དེ་བའི་སྐབས་སུ་ཉམས་མྱོང་དང་བྱིས་བ་ཡིན་ན། ད་ཚང་མ་ད་དེར་དེ་འདྲས་གླུ་བའི་དགའ་བོ་ཡོད་རྒྱུ་དང་དེ་འདྲས་མ་རེད་ད་དེ་སྤྱི་ཚོགས་ག་བ་ཡིན་ན་རེད་བ་ལབ་གྲ་ག་བ་ཡིན་ན་རེད། ནི་ཁ་ཤས་ཡང། དོ་སྣང་ཞུ་འོས་རེད་དོ་སྣང་སྤེལ་བྱེད་ཡ་ནི་ཧི་མ་ལ་ཡ་ཡིན་ནའི་རེད་ད་ནང་བཞིན་གྱི་ཡང་ཧི་མ་ལ་ཡ་པུའུ་ནང་ལོག་རེད་དེ་སྔ་པོ་གཞི་ཆགས་ཡུ་གུར་ས་སློང་བྱེད་ངེས་པུའུ་ཡིན་ན་ལེ་ཡ་ནི་བོད་ནས་ཕེབས་པ་ཁ་ཚང་མ་ལོས་ཡང་དོ་སྣང་ཡུལ་ཤུགས་ཆེན་པོ་ཡོད་ངེས་དེ་འདྲ་ཡོད་རེད་དུས་ཚོད་ཆུང་མ་ད་དེ་ཚོ་ནང་བྲིན་འདུག་སློ་བོ་དེ་འདྲ་བྱེད།

ཚང་མ་གིས་བྱེད་དགོས་བའི་དང། ཚང་མ་ལ་ངེས་པར་དུ་གོ་བའི་གོམས་གཤིས་དེ་གོ་བས། ཨ་ནི་གོམས་གཤིས་དེ་ག་ཟེ་ནས་འགོར་སླ་བ་ཡིན་ན། དེབ། དེབ་ལུགས་ལ། འདི་འདི་ལ་བའི་སྐབས་སུ་དེབ་ལ་བའི་དེ་བྱེད་སྟངས་ནི་ད་རྒྱ་ཆེན་པོ་ཞིག་གོ་རོགས་ཨ་བརྗོད་གཞི། བརྗོད་གཞི་དེབ་ལ་བའི་དེ་གཏིང་ཟབ་པོ་རེད་བརྗོད་གཞི་གྲངས་མེད་འདྲ་ཡོད་རེད་རྒྱལ་ཁབ་དང་འབྲེལ་བ་ཡོད་རེད་ཚན་རིག་དང་འབྲེལ་བ་ཡོད་རེད་ད་ནང་ཆོས་དང་ལྟ་གྲུབ་དང་འབྲེལ་བ་ཡོད་རེད།

དེ་ཡི་ཕྱི་ནས་ནི། དང་པོ་གཉིས་ལ་ང་ཚོ་དཔྱིད་ཀྱི་སྤྲུལ་སྐུས་འདི་སྐད་བཞེད་འདུག་ག་ལ་ཐབས་ལམ་སྐད་བཞེད་འདུག་ག་ལ། འགྱོད་པ་དང་དམིགས་ཡུལ་དེ་ཡིས་ཟིན་མེད་དེ་གལ་ཆེན་པོར་བཞེད་ད་སོ་སོ་གིས་དེབ་ཅིག་བདམས་པའི་སྐབས་སུ། དེབ་ག་འདྲའི་འགྲོ་བ་ཞིག་བདམས་དགོས་མིན། ང་དེ་དེབ་དེ་ཡིས་ང་ལ་དེབ་གོ་ཡ་དེ་ག་རེད་བཤད་དཔེ་འདི་ཚོང་པར་འགྲོ་བའི་ཚོང་རྒྱག་ནི་མི་ཚོས་ཁྱེད་ངན་བྱས་ན་ངས་ཚོང་འདི་ཡར་རྒྱས་བཏང་ཡ། ངས་ང་ལ་ལྟ་ག་ལ་བ་རེད་ཚོང་འདིའི་གཏིང་ཟབ་པོ་དང་ཡ་ག་དང་རྒྱ་ཆེ་བ་ག་འདྲ་དཔེ་ཡིན་མིན་དེའི་ཐོག་ལ་བསམ་བཏང་གོ་ད་ང་ཚོ་བོད་པ་སྤྱི་ཚོགས་ནང་ཆ་བཞག་པ་ན་ད་ང་ཚོ་གི་དབུ་ཁྲིད་གོང་ས་མཆོག་ལྟ་བུ།

ཇི་ཙམ་འགོ་ཚུགས་དེ་ཙམ་མ་ཡིན་པར་ཚེ་དྲག་རྗེས་ནི་དེབ་དེའི་སྐོར་ལ་མི་གཞན་པ་ལ་གཏུགས་སུ་འབྲི་ཤེས་འགྲོ་རྒྱལ་འགྲོ་དང་དེའི་ཐོག་ལ་སྐད་ཆ་བཤད་འགྲོ་དང་ལྟ། དེབ་དེ་གི་སྙིང་བསྡུས་རྡོ་རྗེ་མི་ལ་གཏུགས་སུ་ཤེས་བ་ན་ག་ཚོད་ཤེས་ཐུབ་ཀུ་འདུག་གོ་བ་ག་ཚོད་ཟ་ཐུབ་ཀུ་འདུག་མི་སྙིང་དུ་དེབ་དེ་དང་འབྲེལ་བའི་བགྲོ་གླེང་ག་ཚོད་ག་ཚོད་བྱེད་ཐུབ་ཀུ་འདུག་དེ་ཚང་མ་གོ་ལྡོག་ན་ཚུད་འདུག་ཡོད་ས་རེད། ཨ་ནི་ནོར་འདྲ་འོབས་ལ་འདུག་པ་ལ་ཨ་ནི། དེབ་དེ་ནང་ལོགས་ལ་ཁྱོད་རང་གིས་ཀློག་བའི་སྐབས་སུ་ཚིག་ག་ཚོད་མང་མང་ཉུང་ག་ཚོད་འགྲོ་ཆ་ཁྱོད་རང་གིས་ཧ་གོ་ཀུ་འདུག

བློ་བཞག་ནས་འདི་གོ་རེད་ནས་ཏིས། ཁྱོད་རང་གིས་ཚོད་ལྟ་བྱས་ཡོད་ལད་ཡོད་ར་ད་ཁྱོད་རང་གིས་ཚིག་མ་ཤེས་དབང་དུ་ཡག་མོ་སྐད་ཆ་བྲལ་འདུག་ད་ཚིག་ཚོད་ལྟ་ཡ་ལ་ཟོ་ཨ་ནི་ཡ། ཨོ་གཉིས་ནས་གཅིག་ནས་གཉིས་བར་བས་ན་ད་ཁྱོད་རང་ལ། ད་གཉིས་ནས་གསུམ་དེ་འདྲས་སུ་བར་བས་ལ་ཁྱོད་རང་དེབ་འདི་ཁྱོད་རང་ལ་ཡོད་བཞིན་འཚམས་པ་རེད་ལད། ཨ་ནི་བད་ཁོ་རང་ཅེས་མ་ཤེས་དབང་མེད་ཡག་འགྲོ་ད་ཚེ་ཚིག་གཅིག་མ་ད་ཚང་མ་ཤེས་ཀྱི་ཡོད་ཨ་དེ་འདྲས་ཡིན་པ་ཡིན་ན་ཡང་ཧ་ཅང་ལས་སླ་བོ་ཆ་དེ་འདྲས་ཙང་ལ five finger tips ད་ནི་ད་ཡང་དེ་འདྲས་བཤད་དེ་འདྲས་འདུག་དམིགས་བསལ་གྱིས་ད་ལྟ་བྱིས་པ་དང་ལོ་ན། གཞོན་པ་རིགས་བརྗོད་ར་སྤུག་ཆེན་ཆུང་རིགས་སོ་སོར་གྱི་དེབ་དམ་དམ་འདུག་པ་ལ་དམ་དྭངས་དེ་དེ་འདྲས་ཡིན་ས་རེད། བྱས་ན་ང་ཚོ་དེབ་གློ་བའི་ཆེད་དུ་འདོད་པ་ཀླད་རོ་དབྱིངས་ཀླད་ཡིན་ན་ཡང་དེབ་དམ་དམ་དྭངས་ནོར་བ་ཡིན་ན། ཨ་ནི་ཡང་དབྱིངས་འདི་བརླག་འགྲོ་གི་འདུག་བྱས་ཙང་ཡང་དམ་དམ་དྭངས་ནོར་རན་ཡོད་ས་མ་རེད་ང་རང་ཡིན་པ་ཡིན་ན་དེབ་འདུག་སྙིགས་མ་དང་པོ་གཉིས་བ་ད་དང་པོ་གློ་བའི་སྐབས་སུ་ད་གློ་བའི་མགོ་བཙུགས་ཀྱི་ཅིག་གློག་གཉིས་བྲོས་ཡག་འདུག་སྐབས་སུ་དམ་འདུག་པ་ལ་དེབ་ད་ཡག་མ་བཀའ་འདྲི་ཞུས་ནས་འདུག་ལག་པ་ལ་དེབ་ཡག་པོ་རགས་ཟེར་བ་ཨ་ནི་འོན་ཏེ་ཡི་གེ་ཡིན་ཀྱི་ཨ་ནི་འདིས་མུར་དུ་ནི་གློའི་འབྲས་བུ་བྱུང་སོང།